ད་ནི་བཅོམ་ལྡན་འདས་ཀྱིས་ཆོས་རྣམས་ཀྱི་ངོ་བོ་ཉིད་མ་མཆིས་པ་ཉིད་ལས་བརྩམ་ཟེར་བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་གྱིས་གསུངས་པ་པོ་སྟོན་པ་ཤཱཀྱ་ཐུབ་པ་དང། བརྗོད་བྱ་ཆོས་ཀྱི་འཁོར་ལོ་གི་བརྗོད་བྱ་ངོ་བོ་ཉིད་མ་མཆིས་པའོ་དེ་ཉིད་ངོས་འཛིན་བྱེད་པ་རེད་ངོ་བོ་ཉིད་མ་མཆིས་པ་ཟེར་བ་དེ་སྟོང་པ་ཉིད་བདག་མེད་པའོ་རང་གི་ངོ་བོ་མ་མཆིས་པའམ་རང་གི་མཚན་ཉིད་ཀྱིས་མ་གྲུབ་པའོ་དེ་ངོས་འཛིན་བྱེད་པ་རེད་དེ་ལས་བརྩམ། སྐྱེས་པ་མ་མཆིས་པ་དང་འགག་པ་མ་མཆིས་པ་དང་གཟོད་མ་ནས་ཞེས་པ་དང་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཉིད་ལས་བརྩམས་ནས་ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པ་རྣམས་ལ་གང་གིས་སྐྱེས་པ་མ་མཆིས་པ་དང་འགག་པ་མ་མཆིས་པ་དང་གཟོད་མ་ནས་ཞེས་པ་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཟེར་བ་འདི་ཚོ། བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་གྱི་བརྗོད་གཞི་ཡང་ན་བརྗོད་བྱ། དེ་བསྟན་གྱི་ཡོད་པ་རེད། བརྗོད་བྱ་དེ་བཟུང་ནས་ཐེག་པ་ཆེན་པོ་ལ་ཡང་དག་པར་གཞིགས་པ་རྣམས་ལ་ཟེར་བ་འདི། ནི། ཀ་བར་བ་མཚན་ཉིད་མེད་པའི་ཆོས་འཁོར་བསྐོར་ས་ཀྱི་བསྡུར་བྱ་དེ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཀ་བར་བ་མཚན་ཉིད་མེད་པའི་ཆོས་འཁོར་བསྐོར་སའི་བསྡུར་བྱ་དེ། ཐེག་པ་ཆེན་པོ་ལ་ཞུགས་པ། ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པ་ཐེག་ཆེན་གྱི་རིགས་ཅན། འོ་དེ་རྣམས་ལ་གསུངས་པ་རེད་ཟེར་གྱི་ཡོད་པ་རེད། སྟོང་ཉིད་མོས་པའི་རྣམ་པས་ཆེས་ངོ་མཚར་རྨད་དུ་བྱུང་བའི་ཆོས་ཀྱི་འཁོར་ལོ་གཉིས་པ་བསྐོར་ཏེ། སྟོང་པ་ཉིད་མོས་པའི་རྣམ་པས་ཟེར་བ་དང་སྒང་དུ་སྐྱེས་པ་མ་མཆིས་པ་ཉིད་ལས་བརྩམས་ཟེར་བ་ལ་སོགས་པ་དོན་དང་གཅིག་པ་རེད་གང་ལྟར་བརྗོད་བྱ་སྟོན་ཚུལ་དང་ཡང་ན་བརྗོད་བྱའི་ངོས་འཛིན་བྱེད་པ་དེ་འདྲ་རེད། ནི་ཆེས་ངོ་མཚར་རྨད་དུ་བྱུང་བ་ལབ་སྟེ་ཧ་ཅང་ངོ་མཚར་རྨད་དུ་བྱུང་བ་ཧ་ཅང་ཡིད་འཕྲོག་པ་འོ་དེ་འདྲ་གི་ཆོས་ཀྱི་འཁོར་ལོ་གཉིས་པ་བསྐོར་བ་རེད། ཨ་ནི་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་གཉིས་པ་བསྐོར་བ་དེའང་བླ་ན་མཆེད་པ་སྐབས་མཆེད་པ་དྲང་བའི་དོན་རྩོད་པས་ཞེས་གནས་སུ་གྱུར་པ་ལགས་ཀྱིས་སྒང་དང་གཅིག་པ་རེ་ཨ་ནི་བླ་ན་མཆེད་པ་ལབ་སྟེ་དེའི་སྒང་དུ་ཨ་ནི་ངེས་དོན་གྱི་མདོ་སྡེ་གཞན་ཡོད་པ་སྐབས་མཆེད་པ་ལབ་སྟེ་སྒང་ལ་བསྐོར་བ་གཞན་གྱིས་རྩོད་པ་ལ་སོགས་པ་བྱས་ན་རྩོད་པ་བྱེད་ས་གི་ཤེས་ཡོད་པ་རྩོད་པ་བྱེད་སའི་གོ་སྐབས་ཡོད་པའོ་དེའི་དོན་དང་རེ། ད་ནི་དྲང་བའི་དོན་ལབ་སྟེ་དེ་ལས་གཞན་པའི་དོན་དག་མཐར་ཐུག་གཞན་པ་ཡོད་པ་ཡིན་ཙང་དྲང་བའི་དོན་རྩོད་པའི་བྱེད་གནས་སུ་གྱུར་པ་ལབ་སྟེ་གང་ལ་རྩོད་པ་བྱེད་ས་གི་གཞི་གཅིག་ཆ་ཚང་བ་རེད། ག་རེ་ལབ་ན་དང་པོ་དང་གཉིས་པ་གཉིས་ཚིག་གི་ངོ་གདོང་ལ་ལྟོས་པ་ཡིན་ན་མི་མཐུན་པ་ཡིན་ཙང་ནི། ཁ་ཞིག་དེ་འདྲ་ཁ་ཞིག་ཀ་དང་པོ་ལྟར་དུ་གོ་བ་ལེན་པ་དང་ཁ་ཞིག་ཀ་གཉིས་པ་ལྟར་དུ་གོ་བ་ལེན་པ་བྱས་ནས་ནི་རྩོད་གཞི་ཆ་ཚང་བ་རེད་ཟེར་བ་དེ་རེད། ད་ནི་བཅོམ་ལྡན་འདས་ཀྱིས་ཆོས་རྣམས་ཀྱི་ངོ་བོ་ཉིད་མ་མཆིས་པ་ཉིད་དེ་ཙམ་སྐྱེ་བ་མ་མཆིས་པ་ཉིད་ནི་འགག་པ་མ་མཆིས་པ་ཉིད་དང་གཟོད་མ་ནས་ཤེས་པ་ཉིད་དང་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཉིད་དེ་ཙམ་ནི་ཟེར་རོ། འདིའི་སྐབས་སུ། ཀ་དྷ་མ་གིས། གསུངས་པ་པོ་སྟོང་པ་ཤཱཀྱ་ཐུབ་པ། ངོས་འཛིན་བྱས་པ་དང་ད་ནི་ཀ་དྷ་མ་གིས་བརྗོད་བྱ། ཨ་ནི་ཆོས་རྣམས་ཀྱི་ངོ་བོ་ཉིད་མ་མཆིས་པ། ཨ་ནི་སྐྱེ་བ་མ་མཆིས་པ་འགག་པ་མ་མཆིས་པ་གཟོད་མ་ནས་ཤེས་པ། རང་བཞིན་གྱིས་འོང་སོགས་མྱ་ངན་ལས་འདས་པ། འོ་འདི་དག་ལས་བརྩམས་ནས་བརྗོད་བྱ་འདི་དག་བཟུང་ནས། ཨ་ནི་ཐེག་པ་ཐམས་ཅད་ལ་ཡང་དག་པར་གཞིག་པ་རྣམས་ལ་ལབ་སྟེ། ཀ་དྷ་མ་གསུང་ས་ཀྱི་ཡུལ་གྱི་གདུལ་བྱ་ཐེག་པ་ཐམས་ཅད་ལ་ལབ་སྟེ་ཐེག་པ་གསུམ་ག་ལ་ཞུགས་པའི་གང་ཟག་ཡོད་པ་རེད་ཟེར་འོ་དེ་འདྲ་གསུང་གི་ཡོད་པ་རེད། ཨ་ནི་ཐེག་པ་ཐམས་ཅད་ལ་ཞུགས་པ་ལབ་སྟེ་ཉན་ཐོས་ཀྱི་ཐེག་པ་ལ་ཡང་མོས་པ་ཡོད་པ། རང་རྒྱལ་གྱི་ཐེག་པ་ལ་ཡང་མོས་པ་ཡོད་པ། བྱང་ཆུབ་སེམས་དཔའི་ཐེག་པ་ལ་ཡང་མོས་པ་ཡོད་པ་དེ་འདྲ་འམ་ཡང་ན་ཨ་ནི་འཁོར་ལོ་དང་པོའི་སྐབས་སུ་ཡོད་པར་སོང་བ་དང་འཁོར་ལོ་གཉིས་པའི་སྐབས་སུ་མེད་པར་སོང་བ་འོ་དེ་གཉིས་ག་འདྲ་ཡིན་ན་དེ་གཉིས་ཨ་ནི་ཚིག་གི་དོན་ལྟར་ན་ཡང་ན་ཚིག་ཟིན་ལྟར་ན་མི་མཐུན་པ་ཡོད་པས་ག་འདྲ་ཡིན་ན་བསམ་ནས་ཐེ་ཚོམ་ཡོད་པའི་གང་ཟག་འོ་དེ་དག་གི་ཆེད་དུ་ལེགས་པར་རྣམ་པར་ཕྱེ་བ་རེས་ངས་དང་པོའི་སྐབས་སུ་ཡོད་པར་སོང་བ་འདི་འདྲ་ལ་བསམ་བློ་བཏང་བ་ཡིན་གཉིས་པའི་སྐབས་སུ་མེད་པར་སོང་བ་སྟེ་བསམ་བློ་འདི་འདྲ་ལ་བཏང་བ་ཡིན་ཟེར་ནས་ལེགས་པར་རྣམ་པར་ཕྱེ་བ་སོ་སོར་ཕྱེ་ནས་དང་ལྡན་པ་ཤིན་ཏུ་ངོ་མཚར་རྨད་དུ་བྱུང་བའི་ཆོས་ཀྱི་འཁོར་ལོ་གསུམ་པ་བསྐོར་ཏེ་ངོ་མཚར་རྨད་དུ་བྱུང་བ་ཟེར་བ་སྟེ་བསྔགས་པ་བརྗོད་པའོ་དེ་འདྲ་ཡིན་པ་རེད་ཆོས་ཀྱི་འཁོར་ལོ་གསུམ་པ་བསྐོར་ཏེ། བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་བ་འདི་ནི་བླ་ན་མ་མཆིས་པ་སྐབས་མ་མཆིས་པ་ངེས་པའི་དོན་ལགས་ཏེ། རྩོད་པའི་གཞི་གནས་སུ་གྱུར་པ་མ་ལགས་སོ། བཅོམ་ལྡན་འདས་ཀྱིས་བསྐོར་བའི་ཆུ་རྒྱུན་འཁོར་ལོ་གསུམ་པ་འདི་ནི་འདིའི་སྒང་དུ་འདི་གོང་ན་ངེས་དོན་གྱི་མདོ་སྡེ་བཞིན་མེད་པ། ད་ནི་བསྐོར་བ་གཞན་གྱིས་རྩོད་པ་ལ་སོགས་པའི་གོ་སྐབས་ཡང་མེད་པ། ད་ནི། ངེས་དོན་མཐར་ཐུག་བསྟན་པ་ཡིན་ཙང་ངེས་པའི་དོན་ཚིག་སྔ་ཕྱི་ལ་སོགས་པ་འགལ་བ་ཐམས་ཅད་སེལ་ནས་ལེགས་པར་རྣམ་པར་ཕྱེ་བ་ཡིན་ཙང་རྩོད་པའི་གཞི་གནས་སུ་གྱུར་པ་ཡང་མ་ལགས་དོན་དག་ཧ་ཅང་གསལ་བོ་ཡིན་པའོ་དེ་འདྲ་ཡིན་ཙང། བཀའ་ཐ་མ་དེ་ནི་ངེས་པའི་དོན་ཡིན་ཞེས་གསུངས་པ་འོ་དེ་འདྲ་རེད་དེ་མདོ་སྡེ་དགོངས་འགྲེལ་ལས་ཆོས་རྒྱུད་འཁོར་ལོ་རིམ་པ་གསུམ་བྱུང་ཚུལ་དེ་རེད། ད་ནི་སྤྱིར་བཏང་འཁོར་ལོ་རིམ་པ་གསུམ་གྱི་རྣམ་བཞག་དེ་ཚིག་གསར་བུ་གང་ནས་ཡོད་པ་དེ་མདོ་སྡེ་དགོངས་པ་ངེས་འགྲེལ་འདི་ཁོ་ན་མ་གཏོགས་ཕལ་ཆེར་གཞན་པ་མེད་པ་ལྟ་བུ་འོ་དེ་འདྲ་ཡིན་པ་རེད།